སྐད་ཆ་ཏི་ཟི་ཞུ་སྙན་དྲོ་གསུང་ད་ང་ཚོ་སྲིད་སྐྱོང་བློ་བཟང་སེང་གེ་ལགས་ད་ཟུར་པ་ད་ཁྱུར་རེད་ཁོང་རང་ཕྱག་ལས་ཡག་པོ་གནང་ཡ་རེད་ཡིན་ན་རྒྱན་ཆས་མང་པོ་སྲིན་པོ་ཟེར་ས་ད་ད་ཟླ་བཞི་ནི་སྲིད་སྐྱོང་སྤེན་པ་ཚེ་རིང་ལ་གཞི་ནས་ཕྱག་འཚལ་ལོ་ཟེར་ར་ཟེར་རེད་ད་ང་ཚོ་ད་ཡང་ཁ་བཏད་ཅག་ཨེ་བྱེད་ནི་རེད་དེ་ནས་དེ་ཚོ་སྐད་ཆ་བཤད་རྒྱུ་དེ་ཚོ་མགོ་ནས་གབ་ཏུ་མ་ཉན་པ་བྱས་ར་བ་སྐད་ཆ་ཚིག་ཁ་ཤས་ཅིག་བཏང་ར་བ་དཔེ། དཀྲུག་ཤིང་རྒྱག་ཡ་དེ་འདྲ་ལ་ང་ཚོ་བོད་པ་ནང་ཚོ་རྫིང་བཅུག་ཡ་དེ་འདྲ་ལ། ཨ་ནི་སྐད་ཆ་འདི་ཚོ་འདྲ་རེད་ན་ཚོ་པ་རིགས་འདྲ་རེད་ན་ཚོ་རྒྱ་གུང་བྲེ་ལ་ད་ང་ཚོ་ལས་སྒོ་ག་རེ་སྤེལ་གི་ཡིན་པ་ད་ང་ཚོ་བོད་ལས་བྱེད་ཉེ་འདི་ཚོ་ད་དེ་འདྲས་རེད་པ་དེ་དཀའ་ངག་གི་ལྷུམ་བརྡལ་ཤ་ད་བོད་རྒྱ་གུང་བྲེ་ལ་ང་ཚོ་ཁ་བརྡལ་ག་འདྲས་བཅག་ཡ་ཟེར་ཀ་མེད་ཚིག་ཀ་ཅིག་བཤད་དབང་མ་རེད་ད་ང་ཚོ་ད་ག་ན་འདུག་ན་ད་ང་ཚོ། སྲིད་རྐྱང་ཉལ་གྱི་སྤོང་པོ་འདི་ད་ལྟ་གཞི་ནས་གཉིས། གཞི་ནས་ཀླད་རེད་ད་ཉིན་མོ་འདི་ལ་ད་ལས་ཀ་བྱེད་ཉལ་ཉིན་མོ་འདི་ལ་བས་ཁོ་རང་གཉིས་ཚང་མ་གི་དགྲ་མཐོང་མཐོང་བྱེད་ནས་རོགས་ཕ་ཕྱོགས་ཀྱི་ཤོག་ཀ་གི་ཚུར་ཕྱོགས་ལ་དགྲ་མཐོང་མཐོང་བྱ་ཕ་ཕྱོགས་ཀྱི་ཤོག་ཀ་ལས་ཚུར་ཕྱོགས་ལ་དགྲ་མཐོང་མཐོང་བྱ་རོགས་ད་ང་ཚོ་ཚང་མ་རྒྱ་མི་ལ་གི་ཡ་ལས་ཀ་རྐྱང་རྐྱང་བྱ་རོགས་རྒྱ་གུང་བྲལ་གྱི་ང་ཚོ་གི་ལུང་པ་ཚང་མ་ཟ་ད་ང་ཚོ་བེད་ལ་ཞུ་ཉེས་བེད་རིགས་སྤུན་ཟླ་མང་ཆེ་གཅིག་བེད་ལ་ཞུ་ཡང་རེད་ད་དེ་ཚོ་ལས་ད་ལྟ་སྡུག་པོ་བཏང་བའི་སྒང་རེད་རོ། སོ་སོ་ཡི་རིག་གཞུང་མེད་བ་སོ་བོ་རེད་ཁོ་ཚོ་ལ་པད་ཁ་ནས་སྐད་ཆ་ཡག་ག་ཅིག་གི་སངས་རྒྱས་ཀྱི་སྐོར་བཤད་ཡ་མ་རེད་ད་ཁོ་ལ་པད་རྒྱ་ཁུང་འབྲས་ལ་སྐད་ཆ་ཚིག་ག་ཅིག་མ་བཤད་བ་བྱས་ཚང་མ་ང་ཚོ་ནང་དགུ་རྫིང་སྡེ་ར་ནང་དགུ་རྫིང་སྡེ་ར་ཨ་འདི་སྒང་ལ་རྒྱ་མིག་གི་སོ་བ་ང་ཚོ་གི། བོད་པ་རྒྱུག་ཁྱི་དེ་འདྲས་ཡོད་བ་དཔེ་ཤ་ལ་དགའ་བོ་རྒྱ་ཡི་རྒྱུག་ཁྱི་དེ་འདྲས་ཨ་འདི་བུ་ལ་ང་ཚོ་བོད་པ་འདི་བུ་ལ་ཚོགས་པ་འདི་བུ་ལ་རྫུག་ར་བ་ད་ཀྲུའུ་ཀྲུའུ་ཀྲུའུ་ཀྲུའུ་ད་དེ་འདྲས་ལ་མ་ཉན་རོ་ཆིང་ཟེར་ཞུ་གི་ཡོད་ར་བ་ད་ང་ཚོ་རྒྱ་གོང་འདྲས་ལ་ང་ཚོ་ལས་གུ་ག་རེ་སྤེལ་ག་ག་འདྲས་བྱེད་ཀྱི་ཡིན་པས་སེ་ཀ་མེད་འདྲ་ཡིན་ན་གནང་རོ་གནང་ཟེར་ཐུགས་རྗེ་ཟིན་ཟེར་ཞུ་གི་ཡོད་ད་ང་ཚོ་འདི་ཚོགས་པ་དེ་ལ། ད་དེ་འདྲའི་པར་རིས་སྒྲ་རིས་སྣ་ཚོགས་པའི་ང་ཚོ་བོད་མིའི་དཀྲུགས་ཤིང་རྒྱ་སྐད་ཀྱི་སྐད་ཆ་དང། པར་རིས་སྒྲ་རིས་སྣ་ཚོགས་ཟེར་རོ་ཨོ་ད་དེ་ཚོ་ཚང་མ་རྒྱ་གུང་བྲན་གྱི་རྒྱུགས་ཁྱི་ཡིས་ཟས་ནི་རོ་ཨ་ད་ང་ཚོ་དཀྲུགས་དང་ཨ་མ་དཀྲུགས་དཀྲུགས་སོང་ད་ལོ་ག་ཚོད་ཡིན་ན་ཅིག་དཀྲུགས་སོང། ལོ་དྲུག་བདུན་གྱི་དཀྲུགས་སོང་ར། ད་ཡིན་འདྲེ་མ་གནང་རོགས་གནང་ཟེར་སྙིང་ག་ནས་ཐལ་མོ་སྦྱར་ནས་ད་སྐུ་ཅི་ད་དེ་ཚོ་པར་སྒྲ་རིགས་སྣ་ཚོགས་ཟེར་བ་མཐོང་བ་ཡིན་ན་མ་བསུབ་ནས་པའི་ཕ་བཏང་ཚུར་བཏང་མ་བྱེད་རོགས་བྱིན་ཟེར་ཞུ་གི་ཡོད་ད་སྐུ་ཅི་ད་བོད་ལ་ཞུ་ཉེས་ཀྱི་བོད་རིགས་སྤུན་ཟླ་དེ་ཚོ་ལ་བསམ་བློ་བཏང་རྒྱལ་བ་རིན་པོ་ཆེ་དགོངས་ལོ་ད་པེར་ཏི་དེ་འདྲས་ཕེ་ཡ་རེད་ཁོང་ཏི་ཟེར་པའི་ཐུགས་སྤྲོ་བོ་བྱས་ནས་ཞུ་ཡས་ཅིག་བཟོ་རོགས་གནང་ཟེར་ཞུ་གི་ཡོད། སྐུ་གཅིག་སྐུ་གཅིག་སུ་ལྟ་ད་ང་རང་བུད་མེད་ཅིག་ཡིན་ང་རང་ལ་འདི་འདྲའི་སོ་སོ་ལ་ཡིན་འདི་དང་དེ་འདྲ་ཁྱེད་ནས་མེད་ང་རང་གི་བསམ་ཚུལ་ཡིན་ད་སེམས་པ་ཡད་ཡུད་སྐྱོ་གི་འདུག་ད་བོད་ལ་ཕེ་སི་བུག་ལ་ག་འདྲའི་མེ་མདའ་བརྒྱབ་ནས་བོད་མི་དེ་ཚོ་ངུ་གི་འདུག་མེ་མདའ་རྒྱག་གི་འདུག་ད་དེ་ཚོ་མཐོང་རོགས་ཨ་སེམས་པ་ཡད་ཡུད་སྐྱོ་སོང་ང་ཚོ་འཛིང་ཡད་གི་ད་ལྟའི་ང་ཚོ། དྲ་རྒྱ་དེ་ལ་རྫིང་མ་དེ་བ་ཅན་ང་ཚོ་ལེའུ་ག་རེ་སྤེལ་འོ་དོ་ང་ཚོ་ག་འདྲས་ག་འདྲས་བྱེད་འོ་དོ་དེ་འདྲས་ཀ་མེད་གནང་རོགས་གནང་ཐུགས་རྗེ་ཟིན་ཟིན། བཀྲ་ཤིས་བདེ་ལེགས། དེ་རིང་ངེད་རྣམ་པ་ཚོ་འདི་ལ་བརྙན་ཐུང་འདི་ངོ་སྤྲོད་ཅིག་བྱེད་བྱེད་ན་བསམ་སྐར་སན་དེ་རིང་ཕྱི་ཟླ་བཅུ་གཅིག་པའི་ཕྱི་ཚེས་དྲུག་ཉིན་མོ་འདི་ནས་ཡ་དམ་དུས་སུ་ངེད་སྤེན་པ་ཚེ་རིང་གིས་སུའིས་མི་མང་ལ་ཡང་བཀའ་སློབ་བྱེད་ཅིག་དང་དེ་ལ་མང་ཚོགས་ཀྱི་དྲི་བ་ཁག་ལ་ལན་འདེབས་ཀྱི་ལས་རིམ་ཅིག་ཐོག་ལ་ཆ་ཤས་ལེན་ཡོད་རེད་དེའི་སྐབས་སུ་ཡ། ཨ་ནེ་དྲི་བ་ཁག་ཅིག་ལ་ཡ་བིན་པ་ཟེར་རིང་གི་ད་ནི་མ་བཤད་ཞེས་པའི་སྐད་ཆ་དེ་འདྲས་ཤེས་མེད། ཁོ་རང་གིས་མང་ཚོགས་ལ་མགོ་སྐོར་དང་སྐྱག་རྫུན་དེ་འདྲས་ཅིག་བཤད་ཡོད་ད་ངས་དེ་ལྟར་དྲི་བའི་ཐག་རྣམ་པ་ཚོ་དུང་པ་རྣམས་དྲི་བ་གསུམ་བྱས་ཏེ་གང་བཏང་ཞིག་ཡིག་ཡིག་ཐོག་འབྲི་བཞག་ཡོད་རེད། དམ་བདེན་སྲིད་སྐྱོང་ལ་མང་ཚོགས་མང་ཚོགས་ལ་མགོ་སྐོར་དང་སྐྱག་རྫུན་བཤད་ཆོག་པའི་ཐོབ་ཐང་དང་དབང་ཚད་སུས་སྤྲད་པ་རེད། དེ་ཚོ་ཚང་མ་དེ་རིང་གི་གཤམ་དུ་ཡོང་རྒྱུའི་གི་བརྙན་ཐུང་དང་རྣམ་པ་ཚོ་འབྲི་བ་ཆགས་བསྡད་ཡོད་རེད། ཡང་ན། སྤེན་ཚེ་ལ་དྲན་པ་བརྗེད་པའི་ན་ཚ་ཡོད་དམ། ཡང་ན། ཡང་ཡང་བཤད་པའི་རྫུན་འགེབས་སྲུང་བྱ་རྒྱུའི་སྲིད་ཇུས་ཡིན་ནམ། ཅེས་དེ་བུའི་དེ་ལ་དྲིས་བར་ད་དེའི་དབྱིན་ཇིའི་ནང་ལ་འདི་ནི་མང་ཡོད་རེད་ད་དོན་དག་ད་ཐོག་མ་དེ་ལ་ཡག་ཉེས་རྣམ་པ་ཚོ་ལ་ཡག་མང་ཚོགས་ཀྱི་ཡག་དྲི་བ་ག་རེ་བཏང་ཞེས་པ་དྲི་བ་དེ་གཅིག་ཕུལ་ན་བསམ་ཚུལ་རོ།

ད་དྲི་བ་ག་རེ་ཟིན་ན་སྨན་པ་ཚེ་རིང་སྙེ་མ་ས་ར་མཐོ་སློབ་ལགས་ནི་སྤུ་གུག་པད་ཀོར་ལྟ་ནས་སློབ་དཔོན་སྤྲད་འོ་རེད་ཅེས་དེ་འདྲའི་ཤེས་བྱ་ཧ་ས་འདི་ཨ་དྲི་བ་དྲི་མཁན་ཁོ་རང་ངོ་ནས་སེམས་ཚགས་ཆེན་པོ་ཡོད་སྤེན་པ་ཚེ་རིང་སྐོར་ལ་མང་གཙོ་ཁྲི་འོ་གསུམ་མ་སེམས་གཅིག་གིས་དེ་ནས་གདམ་བཞག་པ་བྱིན་དུས་འདི་ཚོ་སྐད་ཆ་འདི་ཚོ་ད་ལྟ་འདེགས་ཀྱི་ཡོད་མ་རེད་དེ་བཤད་པའི་རྒྱུ་མཚན་ག་རེ་ཡིན་སྲིད་ཁོ་རང་དྲི་བ་དེ་ད་ངེས་དུ་ད་སྤེན་པ་ཚེ་རིང་གིས་ལན་འདི་ག་རེ་སྐྱོན་གི་ནོམ་པ་ཚོ་ཅི་སྲིད་ཨ་སྙེ་མ་ངས་ཤེས་ཡིན་ལག་གི་འདུག་ཤེས་མེད་ལག་གི་འདུག་ར།

ཁོ་རང་གི་ལ་ཡ་དེ་སྤུ་གོ་རེ་རེ་པེ་གོ་རེ་རེ་ཁེལ་ཡོད་རེད་དེ་མ་གཏོགས་དེ་འདྲའི་ལབ་མེད་ཅེས་ཁོ་རང་གིས་བཤད་པར་ད་དེ་སྔོན་ད་ཁོ་རང་གིས་བཤད་ཡིན་མིན་ངེད་རྣམ་པ་ཚོ་ལ་དཔང་རྟགས་ཅིག་དཔང་རྟགས་ཅིག་མ་བཏང་གིན་ཡོད་རེད། ཁ་ཏིས་ད་ལྟ་དྲི་བ་གཏང་མཁན་དེ་གིས་བཤད་སོང་ཟེར་ལགས་སོ་ད་གལ་སྲིད་བཤད་མེད་ན་དྲི་བ་གཏང་མཁན་སྐྱག་རྫུན་ཡོད་རེད། བཤད་ཡོད་ན་བོད་པ་ཚེ་རིང་ཁོ་རང་སྐྱག་རྫུན་ཆགས་ཀྱི་ཡོད་རེད་རྣམ་པ་ཚོ་བསྲེ་ཡ། ལགས་སོ།
ལགས་སོ་ལགས་སོ།
འོངས་པ་གྱང་དུ་པད་གོག་དཀར་ལ་འོ་བདུག་བལྟས་རྗེས་མ་འོངས་པ་འདི་ཅོག་གློག་བརྙན་ཞིབ་ཆགས་སར་གདའ་བསམ་ན། དངོས་གནས་བྱིན་ནི་ད་ལྟ་ནས་སློབ་སྦྱོང་མ་དྲན་ན་ཡག་ག་ཡོད་རེད།
ཨ་འདི་ག་དུས་བཤད་པ་རེད་ལབ་ན། སྤྱིན་བདག་དགེ་བས་ཕྱི་ཚེས་བཅོ་གསུམ་ཉིན་སྟོང་གཉིས་རྩ་གཅིག་ཨ་ནི་རེས་གཟའ་པ་སངས། ས་ཆ་དེ་ས་ར་མཐོ་སློབ་ཨ་ནི། རྒྱ་གར་ས་ཆ་དྷར་མ་ས་ལ། འོང་ཁོ་རང་དུ་བཤད་པ་ད་ལྟ་འདི་རྣམ་པ་ཚོ་ག་བ་ལ་ཡོད་རེད་ལབ་ན་རྣམ་པ་ཚོ་ཟིན་ཉིན་དྲུག་གི་ཡོད་ན་ཀྲི་པའི་ཀྲི་བི་ཡོད་ར་བོད་ཀྱི་དྲ་བརྙན། འབྲེལ་པའི་འབྲེལ་བའི་དྲ་རྒྱ་གང་ལ་ཕེབས་པ་ཡིན་ན་ཨ་ནེ་རྣམ་པ་ཚོ་ཨོ་ག་སི་ཐ་ཀྲིན་གྱི Page གང་ལ་ལྟ་ག་རྒྱུ་དེ་དོན་ཚང་མ་ད་ལྟ་ཡོད་རེད་ཞུ་ཡས་ཡིན་རྣམ་པ་ཚོ་ཨ་དེ་ཡང་ཅིག་མགོ་ནས་ཅིག་སི་དར་བ་ཁོ་རང་གི་ལ་ཡོད་མེད་ཅི། ལུང་པ་འདི་བཅོས་པ་བློ་ངན་ཞུ།

སྦེན་པ་ཟེར་རེད་མི་གཤིས་ཀ་དེ་ག་འདྲས་བྱེད་རེད་ཤ་ད་མང་ཚོགས་སྟོང་ཕྲག་འོ་སྐྱིད་ལ་དེ་ག་འདྲས་རྫུན་བཤད་ཀྱི་འདུག་དེ་ཚོ་རྣམ་པ་ཚོ་མཁྱེན་རྟོགས་ཡོད་མེད་དོན་དམ་དེ་རིང་ངས་དཔང་རྟགས་དང་བཅས་པ་ཉིན་ཐུང་གཅིག་སྤུས་བཤད་ཡོད། རྣམ་པ་ཚོ་ཡག་པོ་གཅིག་གཟིགས་ཆེད་མ་འོངས་པ་ན་ག་རེ་ག་རེ་གནང་དགོས་དེ་སོ་སོས་སོས་ཐག་བཅད་ཡོད་རེད་བ།